སྐོར་གྱི་བར་ལ་ཡིན། འདི་ལ་ཡང་གསར་བརྗེ་དམ་པ་གསུམ་གྱི་ཐོག་ནས་ཞིག་ཡིན་ལ། གསར་བརྗེ་དམ་པ་གསུམ་ནི། སྐོར་གྱི་ངོ་བོ་འདིའི་ལོངས་སུ་སྤྱད་ཚུལ་ན་ཚུལ་བཞིན་མ་སྤྱད་པའི་ཚུལ་བཞིན་མ་སྤྱད་པའི་ཉེས་དམིགས་ད་སྣང་བ་དང་སྐོར་གྱི་ངོ་བོ་ད་སྣང་བ་ཚང་མ་གྱིས་འགལ་ཟེར་ད་སྐོར་གྱི་ངོ་བོ་ཚང་འགལ་རེད། ད་འདི་ལ་ཡང་དུ་དུ་ཞིག་ཞུ་བ་ཡིན། ད་བྱིན་བདག་དེ་ཚོའི་ཡིད་ད་འདོད་པ་སྐྱེས་ནས་ཕུལ་བས་ད་ལྕགས་ལ་ད་གྱོན་ན་དེ་ཚོ་དེ་སྐོར་རེད།

ཚུལ་ཁྲིམས་ཡག་པོ་མ་སྲུང། ཐོས་བསམ་དགོངས་གསོལ་ཡག་པོ་མ་བྱས་པ་ཡང། མ་བྱས་པའང། དང། བཟའ་འཐུང་ཉལ། བཟའ་འཐུང་ཉལ། བཟའ་འཐུང་ཉལ། ཉལ་ལག་བསུ་བ་དེ་གདན་འདྲེན་བྱེད་མཁན་དང་གང་ཟག་གིས། དང། སུ་སུ་གིས་དང་སྐོར་འདི། དང། ལོངས་སྤྱད་འདི་ལ། དང། བུ་ལན། བུ་ལན་གྱི་ཚུར་གྱི་ལོངས་སུ་སྤྱད་པ་ཙན་ཟེར་གྱིས་ཞུ་གི་རེད། ཨ་གཉིས་དང། འདི་དེ་གཉིས་པ་གཞན་པ་ཞིག་དང་གསུམ་པ་དེ། ཚུལ།

འདི་འདི་ག་འདྲི་ཅན་ག་རེ་ཞིག་འབྱུང་རེད་ཟེར་ནས་སྐད་ཆ་དྲིས་དེ་སྐབས་སུ། འདི་འདི་སྔོན་མ་བོད་ལ་བླ་མ་ཞིག་ཡོད་རེད་ཟེར་དེ་བླ་མ་དེ། ད། ཞབས་བརྟན་མང་པོ་འཚོ་ག་འགྲོ་གི་རེད་ཟེར་དེ་ཡང་ཞབས་བརྟན་མང་པོ་འཚོ་དེ་སྐབས་སུ་ཡང། ད་དཔེ། དུ་དུ་ཅིག་འཚོ་ཨ་མྱེས་འདི་ཅག་ལ་ཡང་སྦྱིན་བདག་གི་ཕོ་ལུའ་ད། ད་སྦྱིན་བདག་གི་ཕོ་ལུའི་ཀུན་རྒྱུ་ཀུན་རྒྱལ་དང། བཟོད་དང་རྒྱོན་ཆགས་དང་ལ་སོགས་པ་ནས་འཚོ་དེ། ད། འདི་ཡང་བསྔོ་བ་མེད་ལ་ཡག་པོ་མ་བརྒྱབ་ནས་སུས་སུས་དང་ལེན་ཆོག་ཆོག་ཟ་ཆོག་ཆོག་ཟེར་ནས་དེ་བྱས་བཞག་རེད་ཟེར་ན་འདི་གིས་ད་སྐོར་གྱི་ཐོག་ད་འདི་ལ་སྐོར་ཕོབ་ནས་ད་འདི་རྗེས་མ་སྐྱེ་བ་ལ་ད་ཉག་གི་སྐྱེ་བ་ལས་འདི་སྐབས་སུ་དེ་འདྲའི་སྡུག་བསྔལ་མྱོང་མི་རེད། ད་སྐོར་ཟེར་མཁན་འདི་ད་ཡང་ལབ་ལ། སྐོར་ཟེར་མཁན་འདི་ཉེས་པ་ཚ་བོ་ཉེན་ཁ་ཚ་བོ་ཡོད་རེད་ཡིན་ན་ང་ཚོ་འདྲ་བ་ཡིན་འདི་བཟང་ངན་ད་ང་ཚོ་ལ་ད་སྐོར་ཟེར་མཁན་འདི་མེད་དུ་མི་རུང་བ་ཡིན་ས་རེད་གང་ཅི་ཟེར་ན། བཀུར། ད་བཀུར་གྱི་ཐུགས་ནི་ང་ཚོ་ལ་ད་ལྟ་ཚང་མ་རག་ཡོད་རེད་མ་རེད་དཱ། ག་ལ། ས་ཡ་གི་ག་ལ། ནི་ཐུ་ཡང་གི་ཆུ། དེ་ཡག་གི་ས་ཆ། གྱོན་ཡང་གི་གྱོན་ཆ་དང། དཔེ་ཆ་ལོ་ཡི་དང་དཔེ་ཆ་ལོ་ཡི་དེ་ཚོ་གི་ད། ཕྱག་དཔེ་དང་དེ་ཚོ་ད་སྟོབས་དྲག་དེ་ཚོ་མ་རེད། ཨ་ནི་ད་གེ་སེ་འདི་ད། ད་གེ་སེ་ད་གྲྭ་བ་གྲྭ་བ་ཡིན་དེ་ས་ནི་ད་བསྐོར་མ་ཟ་ན་ཡང་འདི། ད་སུ་སུ་ད།